ད་འདི་རྒན་ལ་རྣམ་པ་ཚོ་ལ་ཡིན་ད་རེད་བ་ད་ད་རེས་འདི Topic འདི True Story ཟེར་ཏེ་རེད་འབྲུམ་བདེན་པ་ཟེར་གར་སོ་རེད་ད་ངོ་མ་དངོས་གནས་བྱུང་བ་རེད་བ་ད་འབྲུམ་ངོ་མ་འདི་བཤད་གནང་དུས་སྤུ་བོ་ཆུང་ཆུང་ཟེར་ངེད་ཚོ་གཉིས་ལ་རྒན་ལགས་ཟེར་ངེད་འདི་དཔེ་རྩ་ཆེན་པོ་རེད་དངོས་གནས་རྒན་ལ་ལྷག་ཡོད་མ་རེད། རེད་བ། དེ་ཡིན་ཙང་ད་ཁྱེད་རང་གི་སོ་སྲང་གི་སྒྲུང་ཅིག་བཤད་གནང་དགོས་ཡོད་ན་ཁོང་ཚོ་དེ་ཚ་ནས་མཇལ་གནང་མ་རེད། ང་ཚོ་ཆུང་ཆུང་གང་རྒན་ལ་སྡུམ་དུ་གནས་དེ་འདྲ་ཅིག་བཤད་སུ་གདའ་ཟེར། ཁ་ཅིག་ང་ཚོ་ཀླད་པ་དེ་རུ་བ། སྒྲུང་ག་ཚོད་མང་ང་བཤད་པ་དེ་མཇལ་འགྲོ་གི་མ་རེད། ད་དཔེར་ན་ངས་ད་ལྟ་སྒྲུང་བཤད་པ་དེ་རུ་བ་ཁྱེད་ཚོ་དེ་མཇལ་གནང་མ་རེད།

བ། ད་འདི་འདྲའི་སྐབས་འདི་སྒྲུང་འདི་འདྲའི་སྐབས་འདི་ཁྱེད་རང་ཨ་ནི་བཅའ་ལག་འདི་འདྲའི་བེད་སྤྱོད་གནང་ཐུབ་ཀྱི་ཡོད་ན་གང་མང་མང་བཅའ་ལག་བེད་སྤྱོད་བཏང་ན་ནི་ཁོ་རང་ཚོ་ལ་གོ་བ་མང་ཡོང་གི་རེད། ད་ད་རེས་ངས་སྒྲུང་འདི་རུ་བ་ཐོ་མི་སམ་པོ་ཏྲ་ཀོ་ལ་སྒྲུང་འདི་བཤད་ཡ་ཡིན་དེ་ཡིན་ཙང། ད་ང་འདི་བདེན་པ་ཞུ་གི་འདུག་ང research ད་བྱས་མེད་ཡིན་ན་ཡང་ང་ཚོ་སྤུའུ་ཚོ་ལ་སྒྲུང་དེ་བཤད་པ་རྒྱུ་མཚན་དེ་ཁྱེད་ཚོ་མཁྱེན་གྱི་རེད་སྒྲུང་དེ་ངས་ཤེས་གི་ཤེས་གི་རོ། ད་ཁྱེད་ཚོ་དེ་འདྲའི་སྐོར་ལ་སྒྲུང་བཤད་གནང་འདུག་གི་རེད་རོ། ཨ་ནི་རྒྱལ་རོམ་ཆེ་འཁྲུངས་སྐར་སྐབས་དུས་ཁོ་རང་གི life story། དེ་འདྲའི་སྒྲུང་དེ་ཚོ་བཤད་གནང་ན་འགྲིག་ཡོད་རེད་རོ། ད་ང་ཚོ true story དེ་ང་འགོ་བཙུགས་ཀྱི་ཡིན་འགོ་བཙུགས་དུས་དང་པོ་རང་ལས་ད་ང་ཐོན་མི་སམ་པོ་ཏྲའི་སྐོར་ལ་སྒྲུང་དེ་བཤད་གི་ཡོད་ས་ཨ་ནི་ང་ག་རེ་ཁྱེར་ཡོང་གི་ཡོད་རེད་ཟེར་ན།

ང་འཚེག་གི་མི་འདུག་ཨང། ང་འཚེག་འདུག་བས། ང་འཚེག་མར་གར་ཕྱིན་ཚུལ་ནི་སྤུན་གཙོ་ལ་སྒྲུང་འདི་བཤད་གནང་གོ་རོགས་ང་ཚོ་ག་ལ་ཨཱ་ནི་ཉམས་མྱོང་གནང་གིན་གནང་གིན་གནང་གོ་རོགས་འདི་ཚེར་མ་གནང་ཨང་ཚང་མ་རོགས། འགོ་བཙུགས་དུས་ང་དེ་འདྲ་ཡོད་མ་རོགས་ཨ། འགོ་བཙུགས་དུས་ང་ཡི་དར་སྲི་རྒྱབ་ཅིག་བྱེད་གི་རོགས་ཡིན་ན་ཡང་རྗེས་ལ་ང་ཚང་མ་དེ་འདྲ་བྱེད་གི་རེད་རོགས། སོ experience is very good ད་ང་འགོ་བཙུགས་ཡིན་ད་ད་ང་ཚོ་སྤུན་གཙོ་ཚང་མ་འདྲ་ཕེབས་ཤོག་ཨ་ད་ང་ཚོ་ཚང་མ་བཅའ་ལ་ཁ་ཤས་ཀྱི་ལན་ཡང་ཕེའོ་རེད་ཟེར་ནས་ནི་པུའུ་ཙུ་ཚང་མ་རེས་མེད་བརྒྱབ་ཅིང་འདི་ལན་འགའ་འགྲུག་རེད་དོ་ཁྱེད་ཚོ་ཚང་མ་ཐལ་ཚར། ད་ང་ཚོ་བཅའ་ལ་གཅིག་ཚང་མི་འདུག་ད། སན་ཏི་དང་ལེ་ཏོ་གཅིག་ཚང་མི་འདུག་ཁྱེད་ནོམ་ཕེ་རྒྱལ། ག་རེ་ནོམ་ཕེ་ནི་འགྲིག་རེད་ད། ད་ངའི་བསམ་བློ་དང་ག་རེ་ནོམ་ཕེ་རེད་ཁྱེད་རང་གི་ཡི་གེ་དེ་ནོམ་ཕེ་ས་རེད། ཁ། ཁ། ཨོ་ཁེ། ཁྱེད་རང། ཁ།

ཁྱེད་རང་ལས་ལོ་གཅིག་རེད། ང་ལས་ལོ་གཅིག་རེད། ང་ཚོའི་སྤོ་ལ་དང་རྨོ་ལ་ཁོང་ཚོའི་ལོ་གཅིག་རེད། དེ་མ་ཚད་ལོ་ལྔ་བརྒྱས་ཨ་ཅི་མི་རེད། ད་སྒྲུང་འདི་ག་པར་བྱུང་བ་རེད། སྒྲུང་འདི་སྙེ་མ་རུ་བ་བོད་ལ་བྱུང་བ་རེད་དེ། བོད་གཟིགས་འདུག་བས་དེ་མེབ་དེ་ལ་བོད་དེ། པར་རྒྱབ་ཏུ་དེ་འདྲའི་ཆེན་པོ་ཡོད་རེད་ད་བོད་རུ་བ

དང་སྙེ་མ་སྙེ་མ་སྙེ་མ་སྙེ་མ་རུ་བ་རྒྱ་པོ་ཆེ་ཞུ་བ་རེད་ཁོ་རང་ཚེ་ན་ཙོང་ཚའི་སྒམ་པོ་དང་ཁོ་རང་བསམ་བློ་བཏང་བ་རེད་ད་ང་ཚོ་ཚང་མ་དངོས་གནས་སྐད་ཡིག་ཅིག་གོ་གི་འདུག་ཡི་གེ་ཅིག་གོ་གི་འདུག་དམིགས་བསལ་ཅིག་གོ་གི་འདུག་ད་ང་ཚོ་ཡི་གེ་དེ་ག་ནས་ཐབས་ཤེས་བྱེད་དགའ་ཨེ་ནི་ཁོང་ཚོ་ཁོར་ཡུག་ནང་ལ་ནུང་པ་གཞན་དག་ཡོད་རུ་བ་གཞན་དག་ཚང་མ་རྒྱ་ནག་དང་སོག་པོ་དང་རྒྱ་དག་ཚང་མ་སྲིད་ཅེས་ད་ག་བར་ནས་ང་ཚོ་བོད་ཡིག་འདི་སྦྱང་དགོས་ན་བསམ་རེད། ད་རྗེས་ལ་ཁོ་རང་ཚང་མ་བླུན་པོ་དང་རྒྱལ་པོ་དེ་ཚོ་གྲོས་བྱས་ནས་ཨེ་ནི་ཁོ་ཚོ་བསམ་མ་བསམ་རེད། ད་དངོས་གནས་ང་ཚོ་ལུང་པ་ཡག་ཤོས་དེ་རྒྱ་གར་ལ་བཏང་ན་ཡག་པོ་ཞེ་དྲག་ཡོད་རེད། ད་དེ་སྲིད་ཡག་མཁན་ཚོ་རྒྱ་གར་ག་བ་དང་རྒྱ་གར་དེ། ཟིག་ཏུ་ཨང། ཨོ། ང་ཚོ་བོད་སྡེ་རེད་ད། ཨོ། ཁོ་རང་ད་ང་ཚོ་རྒྱ་གར་ལ་བཏང་གི་ཡིན་ད། ད་ཁོ་རང་ཚོ་རྒྱ་གར་ལ་བཏང་གི་ཡིན་ན་ཨ་ནི་ང་ཚོ་ད་མི་ཁ་ཤས་རུག་རུག་བྱས་བ་རེད། རྒྱ་གར་ལ Sanskrit ཟེར་ཡག་གི་སྐད་ཅིག་ཡོད་རེད། ཨན་སྐད་འདི་ནས་ཇི་བཞིན་ང་ཚོ་བོད་ཡིག་འདི་སྦྱང་བཞིན་གི་རེད། དེ་ནི་ཁོ་རང་ཚོ་ཚང་མ་ཁྱབ་བསྒྲགས་གནང་བྱས་མི་མཁས་པ་མང་པོ་གཅིག་སྤུངས་བྱས་མི་ལྔ་བཅུ་ལྷག་སྤུངས་བྱས་བ་རེད། ད་ཁོང་ཚང་མ་ད་ཁྱེད་ཚོ་ཚང་མ་རྒྱ་གར་ལ་འགྲོ་བ་གྲ་སྒྲིག་བྱས། ཨེ་ནི་ཁོང་ཚོ་བཅའ་ལག་དེ་ཚོ་ཚང་མ་གྲ་སྒྲིག་བྱས་ཕ་མ་ཚོ་ལ་བ་བའི་བྱས་རོགས་ཞུ་དན་རྒྱ་དཔེ་འཇགས་ཚོ་ལ་གསུངས་ཨེ་ནི་རྒྱ་བོ་ད་ཁྱེད་ཚང་མ་ཕར་འགྲོ་དུས་ད་དངུལ་གཅིག་དགོས་ཀྱི་རེད། ཨེ་ནི་འདི་སྐབས་དེ་ཁོང་ཚོ་ཁ་ཤས་ལུང་པ་ཁ་ཤས་དངུལ་ཡོད་མ་རེད་ང་ཚོ་ད་རེས་དེ་དངུལ་དུའང་དེ་ཡོད་མ་རེད་དེ་ནི་ད་ཁོང་ཚོ་ད་ང་ཚོ་ག་རེ་ཁྱེད་དགོས་ན་བསམ་དུས་ཨེ་ནི་ཁོང་ཚོ་སེར་ནོ་བར། སེར་བྱེས་སྒོ་ཆེན་པོ་བཞི་དག་རེད་ད། མ་མོ་ཁི་ཐུག་མ་རེད་ཡིན་ནའི་ཁོ་ཚང་མ་ལ་སེར་བལྟས་བལྟས་ཟེར་ནའང་རེད། ཁ་ཆེམས་སེར་ཟེར་ངེས་ཏེ། ང་ཚོ་ད་ལྕགས་རིགས་ནང་ལ་སྒོ་ཆེ་ཤོས་དེ་རེད་ཨེ་ནི་འཛོམས་གླིང་ག་པར་འགྲོ་ན་སེར་སྒོ་ཚུགས་ཡོད་རེད། ད་ཁྱེད་ཚོ་སེར་གྱི་ཆེད་འགྲོ་གསུངས་རེད་རྒྱ་བོད་ཀྱི་ཡོ་ཨ་ཨེ་ནི་ཁོ་རང་ཚང་མ་དེ་རེད། ཁོ་རང་ཚང་མ་ལོ་བཅུ་འགྱུར་རེད་ད Young People རེད་ད། ལོ་བཅུ་འགྱུར་ཡོ་ཨ་ཨེ་ནི་ཁོ་རང་ཚོ་དཀའ་ལས་ཤུགས་རྒྱམ་ཆེ། ད་བོད་ལུང་པ་དེ་རྣམ་ཤེས་བཞི་པོ་མི་འདྲ་བ་རེད། གྲང་མོ་རེད་བ། འདི་ནི་ལྷག་བག་ཡོད་རེད་ཉི་མ་ཞེ་དྲག་ཡོད་མ་རེད། ད་བག་ཡོད་གནས་དུས་རྣམ་ཤེས་མི་འདྲ་བ་རེད། ག་འདྲ་འདྲ་བོ་ཡོད་དུ་བསམ་འདུག་ཁྱེད་རང་བསམ་ན། ཏག་ཏག་རེད You're right རྩ་བ་བཞི་པོ་ཅེས་ཁོང་ཚོ་ཚང་མ་སྙིང་རྗེའི་རྩ་བ་དེ་ཡིན་ནབས་རེད། ད་བག་ཡོད་ཟེར་ལུང་པ་དེ་ག་བ་རེད། བག་ཡོད་ཟེར་ལུང་པ་དེ་དེ་རེད། ད་ངས་བསྟན་འདུག་མི་འདུག་ཨ། ནོབ་ཏུ་མི་འདུག་ཁྱེད་ཚོ་རྗེས་ལ་གཟིགས་ཨ། དེ་བག་ཡོད་དེ་རེད། ང་ཚོ་དེ་རེད་བ་བོད་རེད་བ་བག་ཡོད་དེ་རེད། ད་རྒྱ་ལས་མི་འདུག་བ་ད་འདི། ད་ཁོ་རང་ཚོ་ཟེར་ན་ད་ང་ཚོ་དེ་ཟེར་ལས་ས་མ་རེད་ང་ཚོ་ཚང་མ་ནག་གི་འདུག། སྙིང་རྗེ་ཚ་བ་འབར། ཁ་ཤས་དང་དངོས་གནས་ཤ་བ་རེད། ག་ལས་ཤི་བོ་ཞིག་གིས་ལོ་གཅིག་ལྷག་དགོ་བར་གདའ། དེ་ནས་ཁོ་རང་ཚོ་ལོ་གཅིག་བག་ཡོད་ལ་ཞུགས་རེད།

ལོ་མང་པོ་བཞུགས་སྐོར་རེད། སྙིང་རྗེ་ཁ་ཤས་རོགས། གྲོགས་པོ་གྲོགས་མོ་དེ་ཚོ་ཆེན་པོ་བཞུགས་ཆ་སར་རེད། ཨ་ནི་ཁོང་ཚོ་ཡར་ལས་དུས་གཞི་ནས་རྒྱལ་པོ་ཀུན་བདེ་ཆབ་རེད། དཀའ་ལས་ཞུ་རྒྱབ་ཆེ་ད་རྒན་ལགས་རྒྱལ་པོ་རིན་པོ་ཆེ་ད་ང་ཚོ་བོད་ཡིག་གསལ་དེ་བཟོས་ཡོད་གསུངས་རེད། ཨ་ནི་རྒན་རྒྱལ་པོ་ད་ག་རེ་རེད་ང་བསྟན་ཤོག་ཟེར་དུས་ཨ་ནི་ང་ཚོ་གསལ་འདེབས་པ་ལས་གྲ་མཁན་ཚོ་ཟེར་གི་འདུག་བ་དེ་བསྟན་གནང་བར་གདའ།

དེ་ང་ཚོ་བོད་ཆུ་བཏང་སྐབས་རེད་ཁ་ཆུ་ཁོ་རང་གླིང་ཆེ། བོད་ནས་བག་ཡོད་བོད་བག་ཡོད་ནས་རྒྱ་གར་བོད་རྒྱ་གར་ནས་བག་ཡོད་བོད་བག་ཡོད་ནས་བོད་བོད་ཨེ་ནི་དེ་ཚོ་ཚང་མ་ཁོ་རང་རྣམས་པ་རེད། ངས་མཛའ་ཨེ་ནི་བཀའ་དྲིན་ཆེན་པོ་ཞེ་དྲག་རེད་བ། ད་དེ་སྒྲུང་འདི་ངོ་མ་རེད་ད་ངོ་མ་ཆོས་པ་རེད་ཐུགས་མི་བསམ་པོ་འདྲ། ད་ཁྱེད་ཚོ་སྒྲུང་འདི་གསན་སོང་ང། སྤྲོ་པོ་འདུག་བས། སྙིང་རྗེ་བོ་འདུག་བས། ད་ཁྱེད་ཚོ་ངས་ཅིག་ཞུ་དགོས། གསང་སྔགས་མཁན་ཚོ་གཞན་དག་སུ་ལ་སྒྲུབ་འདི་ཤེས་ན་ན་འགྲིག་གི་འོར་ད་ནོ། རྒན་ལགས་མགོ་མ་རེད་མཁན་ཚོ་རང་ཤེས་ན་འགྲིག་རེད་དྲན་གནང་རི་བས། བརྗེད་གི་མ་རེད་བ། བརྗེད་གི་མ་རེད་བརྗེད་ན་ང་ལ་བྲི་ཁ་ཕན་འགྲིག་གི་འོར་ད་རི་བ། ལགས་སོ་ཐུགས་ཆེ་ན་ད་ང་ཚོ་འདི་ཚོ་ཕ་སྐད་ཡིན་ད།